རྣམ་པ་ཚོ་འཚམས་ལོ་འཚམས་འདྲི་བཀྲིས་ལེ་ཞུ་ཨན་ཡིན་ཡང་རྒྱ་ཉེ་ཉེ་འདུག་སི་ཁ་ཕེ་བ་ཐུགས་རྗེ་ཆེ་ཨན་དེ་རིང་གི་ཉིན་ཉིན་ཐུང་འདི་ག་རེ་ག་ཆག་གི་འདུག་ལ་བས་ན་ཨ་ནི་རྒྱ་གར་གི་མངའ་སྡེ། ཡུ་པི། Uttar Pradesh། གི་ཨ་ནི་ཨ་ཡོ་དེ་ཡ་རྫོང་ཡོད་རོ་བ་དེའི་ནང་གི་ཨ་ནི་ངེད་ཅག་རང་ཨ་ནི་རྒྱ་གར་གི་སྲིད་བློན་ན་རིན་དར་མོ་དི་ཁོ་རང་གི་ཨ་ནི་རམ་གི་ཨ་ནི་ལྷ་ཁང་ཅིག་ཨ་ནི་ཅི་ག་སོག་རེད་ད་དབུ་འབྱེད་མཛད་སྒོ་བྱེད་ཡོད་རོ་བ་དེ་ཡིན་དུས་སམ་པ་ཡ་དེ་གི་ཨ་ནི་བྱུང་རབས་བྲོ་བྱེད་རོ་བ་དེ་ག་ཆག་གི་འདུག་དེ་ཡིན་དུས་དང་པོ་དེ་ལ་ངེད་ཀྱི་ཨ་ནི་ཅི་ཁ་སོ་རའི་རྒྱབ་ལྗོངས་ཀྱི་གནས་ཚུལ་རུ་ཨ་ཡོ་དེ་ཡཱ་ཀྱི་རྒྱབ་ལྗོངས་ཀྱི་གནས་ཚུལ་དང་ན་ཤིང་ཨ་ནེ་ལྷ་ཁང་འདི་གི་རྒྱབ་ལྗོངས་ཀྱི་གནས་ཚུལ་དེ་ཚོ་དེ་ནི་མ་ཅིག་བཤད་ན་བསམ་སོང། ད་ཕྱི་རོལ་པ་ལ་རུ་ཨ་ཕྱི་རོལ་པ་ལ་དུས་ང་ཚོ་གི་ཧིན་དུ་ལ་རུ་ཨ་ད་ཁོ་རང་ཚོ་ལ་ཡ་ཨ་ནེ་རྒྱ་གར་ནང་ལོ་ལ་ཡ་ས་ཆ་གནས་རྩ་ཆེན་པོ་དེ་འདྲའི་འདི་དུས་འགྲོ་ཅི་དུ་ཨ་དེ་ནང་ལོ་ནས་ཨ་ནེ་ཨ་ཡོ་དེ་ཡཱ་དེ་ཨ་ནེ་ཅིག་ཨ་ས་ཆ་གལ་ཆེན་པོ་ས་ཆ་རྩ་ཆེན་པོ་དེ་འདྲ་ཅིག་ཆགས་དེ་ཤག་ད་ཁོ་ཚོས་གི་ཅིག་ཨ་ཡོ་དེ་ཡཱ་དེ་ཨ་ནེ་ཅིག་ཁ་སོང་རའི་ད་ས་ཆ། རྩ་ཆེན་པོ་བརྩེགས་དགུ་བའི་རྒྱུ་མཚན་གཙོ་བོ་དེ་ནི། ཉི་མའི་གི་ལྷ་ཡི་རོལ་བ་དེ་གི་བུ་རང་མི་རོལ་བ་ཁོ་རང་ནི་ཨ་ཡོ་དྷ་ཡ་ལ་འཁྲུངས་འགྲོ་བ་དེ་ཡིན་འདོད་བསམ་པ་ཡ་ནི་ཅིག་ཧིན་དྷུ་ཕྱི་བྲོས་པ་དེ་ཚོས་གི་ནི་ཨ་ཡོ་དྷ་ཡའི་ས་ཆ་ཆོས་རོལ་བ་དེ་ཆོས་ཀི་ཐོག་ནི་གལ་ཆེན་པོ་ཅིག་བཙལ་ཆོས་རོལ་བ་དེ་འདྲའི་གནས་དང་དེ་འདྲའི་ཤ་རམ་གི་མ་འདིར་ད་ལྟ་དེ་ངོས་ཨ་ནི་ཅིག་གསར་བ་བཞེངས་རོལ་བ་དེ་ཡི་ཁོང་ལ་ཡ་ཨ་ནི་ཅིག་ག་ཚོད་བྷ་བྷརི་མ་སིད་ལའི་གི་ནི་ཁ་ཆེ་གི་ལྷ་ཁང་ཅིག་དེ་གང་ལ་རྒྱ་དུ་བ་ལྷ་ཁང་དེ། སྤྱི་ལ་བཅུ་སྟོང་ལྔ་བརྒྱ་ཉི་རྩ་བརྒྱད་ལོ་ལ་ཡ་ཨ་ནི་མོས་གུས་རྒན་བརྒྱུད་ཀྱི་ལོ་དང་པོ་བ་བུར་ཁོ་རང་གི་སྐབས་སུ་ཡང་ཁ་ཆེ་གི་ལྷ་ཁང་དེ་བཞེངས་རྒྱུ་རེད་ལ་ནི་དེ་འདྲས་ཁོ་རང་གིས་ཚོད་དཔག་བྱེད་ཀྱི་འདུག་ད་རྣམ་པ་ཚོས་ཀྱི་ཕལ་ཆེར་ཕལ་ཆེར་མོས་གུས་རྒན་བརྒྱུད་དེ་ཧ་གོ་ཡོད་ཀྱང་མོས་གུས་ལེན་ཕ་ཡོད་ལད་དུ་བསམ་པ་ཡ་གཅིག་ཁ་ཚོགས་རེད་རྒྱ་གར་གྱི་ས་ཆ་མང་པོ་ཅིག་ལོ་མང་པོ་དབང་བསྒྱུར་བྱས་ནས་བསྡད་ཡོད་རུ་བ། དེ་ནས་ཡང་ལོ་རྒྱུས་མཁས་བ་དེ་ཚོའི་ཁ་ལས་དེ་ལ་བ་ཡིན་ན་ནི་ད་ལྟ་བ་བུར་ཡོད་རུ་བ་ཁོ་རང་གི་བརྒྱུད་པ་དེ་སོག་པོ་གི་རྒྱལ་པོ། Genghis Khan། ཡོར་བ་ཁོད་ཀྱིས་བརྒྱུད་པ་ཡིན་པ་དེ་འདྲའི་གི་གནས་ཚུལ་དེ་འདྲའི་འདུག་དེ་ནས་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་གསུམ་ལོ་ལ་ཡ་ཨ་ནི་ཅི་ག་སོག་རེད་ད་ད་ནྡ་ཨ་ཡོ་དྷེ་ཡ་གི་ས་ཆ་ཇོ་རུ་བ་དེ་ཡི་ནི Wajid Ali Shah ལ་ཡ་གི་ད་ཅི་ག་སོག་རེད་ཅིག་ས་ནི་ཁོ་རང་གི་ད་ཅིག་རྒྱལ་བོ་འདུག་དེ་འདྲ་ཅིག་གི་ཨ་ནི་དབང་བསྒྱུར་བྱས་དེ་འདུག་བ་ད་ཅི་ད་དང་དེ་དུས་ཡེ་ཅིག་ཨིན་ཇི་གི་ནུས་ཤུགས་དེ་འདྲའི་ཡོ་རེད་དེ་ཡིན་པ་ནི་ལས་ད་ཅི་ག་སོག་རེད་རྒྱ་ག་དེ

མུ་གུལ་རྒྱལ་རྒྱུད་ཀྱི་རྒྱལ་བོ་དང་པོ་བཱ་པུར་གྱི་སྐབས་སུ་ད་ཁ་ཆེ་གི་རྒྱལ་བོ་བཱ་པུར་ཁྲོན་ས་ཀི། དེ་ལ་ཡང་སྔོན་ནི་ཕྱི་རོལ་པ་ཧིན་རྡུ་གྱི་ལྷ་ཁང་ཅིག་ཡོད་བ་ཆེ། ལྷ་ཁང་དེ་བཱ་པུར་གྱི་གཅིག་ག་ཚོད་རེད་ད་དབང་ཆ་སིམ་པའི་སྐབས་སུ་ཡང་ཧིན་རྡུ་གྱི་ལྷ་ཁང་དེ་གཏོར་བཤིག་བཏང་རྗེས་དེའི་སྒང་ལ་ཡང་ཁ་ཆེ་གི་ལྷ་ཁང་ད་ལྟ་བཱ་པུར་མ་ཆིད་ལ་ཞི་ཏུ་བ་དེའི་ལྷ་ཁང་དེ་རྒྱ་ཁྱོ་རེ་ལ་ནས་རེ་འབྲི་ཤེས་ཤིག་རྒྱ་ཡོད་རེད། འདི་ཡིན་དུ་བསམ་པ་ཡ་ད་ཨཱ་ཡོ་དྷི་ཡཱ་ཡི་ས་ཆ་དེ་ལ་ཡང་རཱམ་ཕུ་རཱ་འཁྲུངས་འོས་དེ་འདྲའི་འགྲེལ་བཤད་རྒྱག་ཡོད་རུང་བ་ད་ད་ལྟ་ཁ་ཆེ་ལྷ་ཁང་བྱོ་རུང་བ་འབར་བིར་མ་སི་ཏི་ཡོད་རུང་བ་དེའི་གི་འོག་ལ་ཡང་ཨཱ་ནི་གཅིག་ཧིན་དྷུ་གི་ལྷ་ཁང་ཡོད་བ་ཆེ་ཨཱ་ནི་དེ་ཡི་ནི་གཅིག་ཁ་ཚོ་རེད་ད་ཁོ་རང་ས་གི་རཱམ་གི་འཁྲུངས་ས་གི་ས་ཆ་བསྟི་གནས་བྱོ་རུང་བ་ད་གཙོ་བོ་བྱོ་རུང་བ་དེ་ཆགས་དེ་ཡོད་བ་དེ་འདྲའི་ཁོ་རང་ས་གི་འགྲེལ་བཤད་རྒྱག་ཡོད་རུང་བ་དེ་ཡི་ནི་བསམ་པ་དེའི་རྗེས་ལ་ཡང་དེ་ནི་ཨཱ་ནི་གཅིག་ཁ་ཚོ་རེད་ད། ཁ་ཆེ་དང་ཨཱ་ནི་གཅིག་ཧིན་དྷུ་པཱ་ར་ལ་རེད་ད་རྙོག་དྲ་འདྲ་བོ་དེ་འདྲའི་བྱུང་བ་དེ་ལྟའི་གནས་ཚུལ་དོན་འདྲ་བྱུང་ཤག་སྟོང་བརྒྱད་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡང་ཨཱ་ནི་ད་དེ་དུས་རྒྱ་གར་གྱི་ཁ་སོ་རེ་ཨིན་ཇིའི་གི་དབང་བསྒྱུར་བྱས་ཏེ་ཡོད་རོ་ཨ་དེའི་དུས་ད་ཁོ་རང་གི་ད་ཅིག་གི་ཧིན་དུ་དང་ཁ་ཆེ་བ་ར་ལ་ད་ཅིག་རྙོག་དྲ་འགྲོ་ཅིག་མང་པོ་བྱུང་དེ་ཡོད་དེ་བསམ་པ་ཡ། ཨ་ནི་ཨིན་ཇིའི་ཁོ་རང་གི་ཁ་ཆེ་གི་ལྷ་ཁང་ཡོད་རོ་ཨ་དེ་ལ་ཡ་ཨ་ནི་ཅིག་དང་ར་བ་དེ་འདྲེ་ཅིག་རྒྱ་དུ་ཨ་དེའི་དུས་ཁ་ཆེ་ལྷ་ཁང་གི་ནོངས་ལོག་བྱས་ཡོད་རོ་ཨ། དེ་ལ་ཡང་ནི་ཅིག་ཁ་ཆེ་དོན་གཙོ་ཁོ་རང་ཚོས་ཅིག་ཆོས་བྱེད་རོགས་དང་དེ་འདྲ་བྱེད་ཀྱི་ཡོད་རེད་ལྷ་ཁང་གི་ལྭ་བ་ཕྱི་ལོགས་ཀྱི་རུ་བ་དེ་ལ་ཡང་ནི་ཅིག་ཧིན་རྡུ་ཁོ་རང་ཚོས་ཆོས་བྱེད་རོགས་དང་དེ་འདྲ་གྱི་ད་ཁ་ཆེ་དང་ཧིན་རྡུ་གཉིས་ཀ་ནི་ཆོས་བྱེད་ཡོད་རྒྱུ་ཆེ་དེ་ལ་ཡང་ནི་ཅིག་ར་བ་ཅིག་གིས་ནི་ཅིག་དུམ་བུ་གཉིས་བཏང་ཡང་ཅོག་ཅོག་བ་དེ་འདྲས་འདྲ་དང་དེ་འདྲས་བྱུང་ཤག་དེ་ནས་ཅིག་སྟོང་དགུ་བརྒྱ་ཞིབ་ཞེ་དགུ་ལོ་ལ་ཡང་ནི་ཨིན་ཇི་ཚ་ནས་རྒྱ་གར་རང་ཚོད་ཐོབ་བའི་རྗེས་ལ་ཡང། དང་བདག་གི་ཁ་ཆེ་གི་ལྷ་ཁང་ཅིག་རུ་བ་དེའི་ནང་ལ་ལ་མི་དེ་འདྲས་ཅིག་རམ་གྱིས་ད་སྐུ་འདྲ་གྲོགས་དེ་འདྲས་ཅིག་བཞག་འདུག་སྐུ་འདྲ་དེ་བཞག་བ་ལ་བལྟས་ནས་ད་ག་གཞུང་གྱིས་ཅིག་ས་ཆ་དེ་ག་ཚོད་རེད་ད་རྙོག་དྲ་ཡོད་གི་ས་ཆ་དེ་འདྲས་ཅིག་ལ་ངོས་འཛིན་བྱས་ཅིག་ཁོ་རང་གིས་ཅིག་ག་ཚོད་རེད་ད། ནང་ལོག་ལ་ཡ་ཆོས་བྱས་འགྲོ་ད་དེ་འདྲས་ཅེས་བྱས་མ་བྱོས་བྱས་དེ་དགོངས་འཇགས་རྒྱག་བཞག་འདུག་ཁོ་རང་གིས། ད་ད་ལྟ་ཅིག་ག་ཚོད་རེད་རམ་གྱིས་སྐུ་འདྲ་དེ་ཅིག་ཁ་ཆེ་ལྷ་ཁང་ནང་བཞག་རུ་བ་ད་དེ་ལ་ཡང་ཧིན་རྡུ་གི་ཨ་ནི་ཅིག་རྗེས་འཇུག་པ་དོན་བརྩི་གི་དེ་དེ་བསྟན་ཡག་པོ་རེད་གང་ཡིན་ཟེར་ན་ད་ཅིག་རང་གཞུང་གི་ད་ཅིག་ལྷ་དང་དེ་འདྲས་ཀྱི་ཞག་སྐྱོ་རེད་ལ་ནི་ཁོ་རང་ཚོས་དེ་འདྲས་ཡིད་ཆེས་བྱེད་ཀྱི་ཡོད་རེད། བདག་གིས་ཅིག་ཁ་ཚོགས་རེད་ཁ་ཆེ་ལྷ་ཁང་དེ་ནང་ལ་ལ་ཡ་རམ་གྱི་སྐུ་འདྲ་དེ་ཤར་བ། དེ་ཤར་བ་ལ་བརྟེན་ནས་ཨ་ནི་ཅིག་ཁ་ཚོགས་རེད་ཁ་ཆེ་དོན་བརྩི་གི་ཨ་ནི་ད་ལྟ་ཁ་ཆེ་ལྷ་ཁང་བྷ་བྷིར་མ་སི་དེ་རུ་བ་དེའི་ནང་ལ་ལ་ཡ་ཁོ་རང་ཚོ་ནམ་རྒྱུན་ཨ་ནི་ཅིག་ཆོས་བྱེད་ཀྱི་ཡོད་རུ་བ། དེ་ཆོས་བྱས་ཏེ་ཁོ་རང་ཚོ་གི་ད་ཡ་རམ་གྱི་སྐུ་འདྲ་དེ་ཨ་ནི་ཁ་ཆེ་ལྷ་ཁང་གི་ནང་ལ་ལ་ཡ་ཤར་བས་ནས་བཟུང་ཨ་ནི་ཁོ་རང་ཚོ་གི་ལྟ་ཅིག་དེའི་ནང་ལོ་ལ་ཡང་ཆོས་བྱེད་ཡ་བྱུ་རུ་བ་དེ་བས་གཏན་ནས་མཚམས་བཞག་བཞག། དེ་ནས་སྤྱི་ལོ་སྟོང་དགུ་བརྒྱ་ལྔ་བཅུ་ནས་དྲུག་ཅུ་རེ་ཅིག་དེའི་བར་ར་ལ་ཡ་ཨ་ནི་ཁ་ཆེ་ཕྱོགས་ནས་ཡིན་ན་རེད་ད་ན་ཞིག་ཧིན་རྡུ་ཕྱོགས་ནས་ཡིན་ན་རེད་ད་ཁོ་རང་ཚོ་ག་སོག་རེད་ད་ཅིག་ཁྲིམས་ཁང་ལ་ཡ་ཁྲིམས་འགྲོ་གཏུག་བྱེད་རུ་བ་ད་ཁ་ཆེ་ཁོ་རང་ཚོ་གི་ད་ཅིག་མི་དགོས་འགྲོ་དེ་ག་རུ་འདུག་ལ་ན་ཨ་ནི་ས་ཆ་བྱེད་རུ་བ་ད་ད་ཁ་ཆེ་གི་ལྷ་ཁང་ས་ཆ་བྱེད་རུ་བ་དེ་ཨ་ནི་ཁོ་རང་ཚོ་བདག་དབང་གི་ཆེད་དུ་ཡ་ཨ་ནི་ཅིག་ཁྲིམས་གཏུག་དེ་འདྲ་བྱེད་ཡ་བྱུ་རུ་བ་དེ་འདྲ་རེད་བཞག་ད་ཧིན་རྡུ་ཁོ་རང་ཚོ་གི་ཡ་ནི་ཁྲིམས་གཏུག་ཡ་དེ་ཨ་ནི་ས་ཆ་དེ་ལ་ཡང་ཁོ་རང་ཚོ་ཧིན་རྡུ་དེ་ཚོ་ཆོས་བྱེད་ཆོག་ཡ་གན་དེ་འདྲས་ཀྱི་ཆོག་ཆེན་འགྲོ་ཞུ་ཡ་ཆུག་རུ་བ་ད་ཁོ་རང་གཉིས་ཀྱིས་ད་ཁ་ཆེ་གི་ས་ཆ་དེ་གི་བདག་དབང་དེ་ག་བརྩི་གི་ཡོད་རུ་བ་ཡིན་པ་ནི་ལས་ཧིན་རྡུ་གི་ཁོ་རང་ཚོ་གི་ཅི་ཁ་ཚོགས་རེད་ད་ས་ཆ་དེ་ལ་ཡང་ཆོས་ཉམས་ལེན་བྱས་ཆོག་ཡ་གན་དེ་འདྲས་ཀྱི་ཅི་ཁ་ཚོགས་རེད་ད་ཁྲིམས་རྩོད་གི་ཡོད་རེད་དེ་རྗེས་ལ་ཡང་ཧིན་རྡུ་ཁོ་རང་ཚོ་གི་ད་ལྷ་ཁང་དེ་གང་ལ་ཡང་ཧིན་རྡུ་གི་ལྷ་ཁང་དེ་འདྲས་ཅིག་རྒྱ་ཡ་ཆེ་དུ་ཡང་ཚོགས་པ་དེ་འདྲས་ཆུང་ཆུང་དེ་འདྲས་བཙུགས་ཡ་ཆུག་རུ་བ་དེ་འདྲས་ནས་དང་དེ་འདྲས་ཆུང་ཤག།

རང་གི་ལྷ་ཁང་དེ་འདྲས་ཅིག་རྒྱག་གི་ཡིན་ལ་ནི་དེ་འདྲས་ཀྱི་རེ་མི་མང་ལ་ཁྱབ་བསྒྲགས་བཏང་ཡ་ད་དག་ན་བཞིན་ལས་གཞི་དེ་འདྲས་ཅིག་གི་འཆར་འགོད་འབྲི་མཁན་རེ་བོ་དང་དེ་འདྲས་ཀྱི་མི་མང་ལ་ཡ་ཅིག་སེམས་ཤུགས་སྤར་གྲས་རེ་བོ་དང་དེ་འདྲས་ཁོ་རང་གི་ཁྱབ་བསྒྲགས་རེ་བོ་དེ་འདྲས་བཏང་ཤག་དེ་ལ་བརྟེན་ནས་ནི་མི་མང་ནང་ལ་ལ་ཡ་ད་ཁ་ཆེ་དང་ནི་ཕྱི་རོལ་པ་ཧིན་དུ་པ་ར་ལ་ཡ་ཅིག་རྙོག་དྲ་དེ་འདྲས་བྱུང་ཞེ་ནི་ཅིག་མི་གསོད་ཁྲག་སྦྱོར་བྱུང་ཡ་རེ་བོ་དང་དེ་འདྲས་མང་པོ་ཅིག་བྱུང་ཤག་ད་དེ་མི་ག་ཚོད་གྲོངས་ཡོད་མེད་ད་དོན་ཚོད་ཀྱི་ཅིག་ཅིག་ག་ཚོད་རེ་གྲངས་ཚད་ངས་དེ་ད་ལྟ་ཅིག་ལ་ཐུག་མི་འདུག་ཡིན་པ་ནི་ལས་ད་ཁོ་རང་ཚོའི་པ་ར་ལ་ཡ་ཁྱོད་ཀྱི་མིང་གིས་བྱས།

སྐབས་འདིར་དུས་བསམ་པ་ནི་ཁོ་རང་ཚོ་གི་གནས་གཅིག་ཧོབ་ཏོ་མའི་ད་ལྟ་ཨ་ཡོ་དྷེ་ཡ་གི་སྒང་ལ་ཡོད་ཀྱི་དུས་རབས་བཅུ་དྲུག་ལ་ཡ་ཨ་ནི་བཞེངས་པའི་གི་བཱ་བིར་མཱ་སི་ཇིད་ལྷ་ཁང་ཡོད་བ་ཁ་ཆེ་གི་ལྷ་ཁང་དེ་ལ་ཡ་ཨ་ནི་འཇབ་རྒོལ་བྱེད་ཆེད་དེ་ལ་ཡ་མི་མང་གི་ཨ་ནི་དཔུང་བསྒྲིགས་ཆེད་ཨ་ནི་དེ་གཏོར་བཤིག་བཏང་ཡང་འགྱུར་བ་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག། རྒྱུ་མཚན་དེ་ལ་བརྟེན་ནས་ཡང་ཁ་ཆེ་གི་གཅིག་ཁ་སོར་ད་ཧིན་དྷུ་གི་ལྷ་ཁང་མང་པོ་ཨ་ནི་གཅིག་ཁ་སོར་རེ་གཏོར་བསྐོན་བྱས་ཡ་རུང་བ་དང་དེ་འདྲའི་གི་གཏམ་དེ་འདྲ་མང་པོ་བྱུང་ཤག་ཁ་ཆེ་གི་ལྷ་ཁང་དེ་གཏོར་བཤིག་བཏང་རུང་བ་གཏོར་བཤིག་བཏང་རུང་བའི་ཉི་མ་བཅུ་གི་རྗེས་ལ་ཡ་ཧྥེ་གཞུང་གི་དེའི་གི་རྒྱབ་ལྗོངས་གི་ད་ཁ་སོར་རེ་ད། གཏོར་སྐྱོན་སུས་བཏང་ཡོད་མེད་དང་ག་འདྲེར་བཏང་ཡོད་མེད་དང། དེ་གི་སྒང་ལ་ཡང་ཨ་ནི་ཞིབ་འཇུག་ཚོགས་ཆུང་གྲོགས་ཅིག་དེ་འདྲས་གྲོགས་ཅིག་ཁོ་རང་ཚོ་གི་བཙུགས་ཤག་ནས་སྤྱི་ལོ་བཅུ་སྟོང་དགུ་བརྒྱ་དུན་དོད་དྲུག་ལོ་ལ་ཡང་ཨ་ནི་ཀེ་ཀེ་མུ་ཧམ་མད་ལགས་ཀྱིས་གནའ་སྔ་མོའི་གི་ཨ་ནི་ཅིག་ལྷ་ཁང་དང་ཨ་ནི་ཅིག་སྣར་རྩེ་དང་དེ་འདྲས་གང་ཞིབ་འཇུག་བྱེད་ངེས་ཁྱེད་ཐང་ན་ཞིག་ཁོ་རང་ཨ་ནི་ཅིག་ཨེ་ཨེ་སཱ་ཨེ་ལེ་དུ་ཨ་ཨེ་ཨེ་སཱ་ཨེ་ལེ་དུ་བསམ་པ་ཨ་ནི Archaeological Survey of India ལེ་དུ་ད་དེ་འདྲས་གང་ལ་ཡང་གན་ཁྱེད་ངེས་ད་ཁོ་རང་ཚོ་ག་ཅིག་ལ་བས་ན་ཨ་ནི་གནའ་སྔ་མོའི་གི་ཨ་ནི་ཅིག་ལྷ་ཁང་གྲོགས་དང་ཕོ་བྲང་གྲོགས་དང་དེ་ཚོ་ལ་ཡང་ཞིབ་འཇུག་བྱེད་ཐང་ན་ཞིག་ཨ་ནི་གནའ་སྔ་མོའི་གི་ས་ཆ་དེ་འདྲའི་རྩ་ཆེན་པོ་དེ་འདྲ་ཡོད་བ་ཡིན་ན་ཁོ་རང་གིས་ད་སྲུང་སྐྱོབ་བྱེད་ཀྱི་རུ་བ་དེ་ཚོའི་ག་ལ་ཡ་ཨ་ནི་ཅིག་གཏོར་རྒོལ་འགྲོ་བ་དང་དེ་འདྲ་བྱེད་བ་ན་ཨ་ནི་ཁོ་ཚོས་གིས་ད་ཅིག་འགན་འཁྱེར་གྱི་ཡོད་རེད་དེ་ཡིན་དུས་བསམ་པ་ཡ་འདི་གི་ཨ་ནི་སྐད་ཀའི་མུ་ཧམ་མད་ལ་ཡ་ཁོ་རང་གིས་ཨ་ཡོ་དྷེ་ཡ་ཡོད་པའི་གི་ཨ་ནི་ད་ལྟ་བཱ་བིར་མུས་ཚིག་གི་རུ་བ་དེ་ལ་ཡ་ད་ཁོ་རང་ཞིབ་འཇུག་བྱེད་ག་འགྲོ་འདུག་བ་དེ་ཡིན་དུས་ཁོ་རང་གིས་ཨ་ནི་ཅིག་གི་ཞིབ་འཇུག་བྱེད་དུས་བསམ་པ་ཡ་ཨ་ནི་བཱ་བིར་གི་མུས་ཚིག་གི་རུ་བ་དེ་གི་འོག་ལ་ཡ་ཨ་ནི་ཧིན་དུ་གི་ལྷ་ཁང་ཅིག་ཡོད་བ་དེ་ཁོ་རང་གིས་ད་ཞིབ་འཇུག་གི་ཁྲོད་ལ་ཡ་ཨ་ནི་སྡོམ་ཚིག་དེ་འདྲ་ཞིག་རྒྱག་ཤག་ད་ནང་བཞིན་མུས་ཚིག་གི་རུ་བ་ད་ད་ཁ་ཆེ་ལྷ་ཁང་ཅིག་རུ་བ་དེ་གི་ནང་པ་གི་དགའ་བ་དེ་ཚོ་ཡིན་པ་འདི་ལས་གནའ་སྔ་མོ་གི་ཧིན་དུ་ལྷ་གང་ཅི་ཡོད་བ་ཆེ་འདི་ཡི་གཏོར་བཤིག་བཏང་བ་ཆེ་འདི་གི་དཀའ་བ་དེ་མ་ཚེ་འདི་རོ་འདི་རྒྱ་ཡའི་ཆེད་དུ་བུ་ཆོས་བཏང་ཤག་སྡོམ་ཚིག་དེ་འདྲ་ཞིག་རྒྱག་ཤག། དེ་ནས་ཉིས་སྟོང་གསུམ་ལོ་ལ་ཡང་ཡང་བསྐྱར་ཅིག་ཁ་ཚོར་རེད་དེ་འདྲའི་སྒང་ལ་ཡང་ཅིག་ཞིབ་འཇུག་བྱེད་ངེས་དེ་འདྲའི་གི་ཅིག་ཁ་ཚོར་རེད་ཅིག་ལྷ་གང་འདི་གི་འོག་ལ་ཡང་དངོས་གནས་དྲང་གནས་གི་ཅིག་ཧིན་དུ་གི་ལྷ་གང་ཅིག་ངོ་མ་ཡོད་བ་དང་འདི་རྗེས་ལ་ཡང་ལྷ་གང་འདི་གཏོར་སྐྱོན་བྱེད་ཆེད་འདི་ག་ལ་ཡང་ཁ་ཆད་གི་ལྷ་གང་ཅིག་རྒྱག་བ་ཡོད་བ་དེ་འདྲས་ཅིག་ཞིབ་འཇུག་བྱེད་ཡག་དགོས་ཚུགས་ཤག་དེ་ཡིན་ཁོ་རང་ཚོ་གིས་ཞིབ་འཇུག་བྱས་པའི་གྲུབ་འབྲས་ལ་ཡང་དེ་སྔོན་རྒྱལ་རྒྱལ་མུ་ཧ་མཱད་ཀྱིས་ད་ཞིབ་འཇུག་བྱས་ཡོད་ཀྱི་ད་གྲུབ་འབྲས་འབྱོར་བ་འདི་དང་གཅིག་མཚུངས་རེད་ཤར་བ། དེ་ཡིན་དུས་ཁོ་རང་ཚོ་གིས་ད་ལྟ་གི་ཁ་ཆེ་ལྷ་ཁང་འབྱོར་བ་འདི་གི་འོག་ལ་ཡང་ང་མ་ཧིན་རྡུ་གི་ལྷ་ཁང་ཕྱི་རོལ་པའི་ལྷ་ཁང་དེ་འདྲས་ཆེན་པོ་ཅིག་ཡོད་ཅེས་ཁོ་རང་ཚོ་གིས་སྡོམ་ཚིག་དེ་འདྲས་ཤིག་རྒྱག་ཤག། དེ་ནས་ཉིས་སྟོང་དགུ་ལོ་ལ་ཡང་ཨ་ནེ་དེ་སྔོན་དགུ་བཅུ་གོ་གཉིས་ལོ་ལ་ཡང་གཞུང་གི་ཁ་ལྕགས་ཀྱི་སྦ་བེར་མ་ཚིག་གི་རུ་བ་དེའི་གཏོར་སྐྱོན་ཆེ་བའི་གི་སྒང་ལ་ཡང་ཨ་ནེ་ཞིབ་འཇུག་ཚོགས་ཆུང་ཞིག་བཙུགས་ཡོད་རུང་ཁོ་རང་ཚོ་གིས་ཨ་ནེ་འཇུ་བྱེད་ཚར་བའི་གི་རེ་ལྟ་གྲུབ་འབྲས་ཀྱི་དེབ་ཐེར་དེ་འདྲ་ཞིག་བཏོན་འདུག་བ། དེའི་ནང་ལོ་ལ་ཡང་ཨ་ནེ RSS ད་ལྟ་ཧིན་དུ་གི་ཆོས་གལ་ཆེན་པོ་བརྩི་ངེས་དང་ཧིན་དུ་ལ་ཞེན་ཁོག་ཆེན་པོ་ཡོད་སྐྱོ་དེ་འདྲ་གི་ཚོགས་པ་ཅིག་ཆགས་བསྡད་ཡོད་རེད་འདི་གང་མང་པོ་གལ་ཤེས་གི་མེད་ཨ་ན་ཤིན་ཨ་དབ་ནི་ངོ་མ་ཡང་སྦ་བེར་གི་ཁ་ལྕེ་ལྷ་ཁང་འདི་གང་ལ་ཡང་རུ་བ་ཧིན་དུ་གི་ལྷ་ཁང་དེ་འདྲ་ཞིག་རྒྱག་གི་ཡིན་ན་དེ་འདྲའི་གི་རྟ་ཅིག་ལས་གུས་པས་ངས་བེ་ཇེ་པི་གི་ཨ་ནེ་ཅིག་གོ་སྒྲིག་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། ཐ་ན་བཞིན་མོ་དི་ཁོ་རང་གིས་ཨ་ནི་ཅིག་ལམ་སྟོན་ཞུ་ས་དེ་འདྲ་རེད་འདུག་ཅེས་ཆགས་བསྡད་ཡོད་རེད་དེར་དེ་གི་གྲུབ་འབྲས་ནོར་ལོ་ལ་ཡང་ཨ་ནི་ཁོང་ཚོས་ཨ་ནི་དེའི་ནོར་ལོ་ལ་ཡང་ཨ་ནི་འབྲེལ་བ་ཡོད་སྡོམ་ཚིག་དེ་འདྲ་རྒྱག་ཡོད་རེད། དེ་འདྲའི་བསམ་པ་ཡང་ཨར་ཨེས་ཨེས་དང་དེ་གི་ཚོགས་མི་དེ་འདྲ་དང་ཐ་ན་བཞིན་ཨར་བྷ་ནི་ཁོ་རང་ཚོས་ཨ་ནི་ཅིག་ཁྲིམས་ཁང་འགྲོ་དགོས་ཡ་འགྲོ་དང་དེ་འདྲའི་གི་གནས་སྟངས་དེ་འདྲ་བྱུང་ཤག་ཨ་ནི་ཉིས་སྟོང་བཅུ་ལོ་ལ་ཡང་ཨ་ནི་ཨ་ལ་བྷ་ཁྲིམས་ཁང་ནས་ཨ་ནི་དང་བདག་གི་ས་ཆ་ཆེ་རུ་བ་དེ་ཧིན་རྡུ་དང་ཁ་ཆེ་གཉིས་ཀ་གི་བདག་དབང་བྱས་ན་འགྲིག་གི་ཡོད་དེ་འདྲས་ཀྱི་ཁོ་རང་གིས་བཀའ་རྒྱ་དེ་འདྲས་བཏང་ཤག་ཡིན་པ་ནི་ལས་དེ་རྗེས་ལ་ཡང་ཨ་ནི་ཅི་ཁ་སོ་རེད་ད་ཧིན་རྡུ་དང་ཁ་ཆེ་གཉིས་ཀ་མཉམ་དུ་དེ་ཨ་དང་དང་དེ་འདྲས་ཀྱི་མུ་མཐུད་མི་དུས་བསམ་པ་ཡང་དེ་ཨ་ནི་ཁོ་རང་གིས་མུ་མཐུད་ནས་ཁྲིམས་གཏུག་དེ་འདྲས་བྱེད་དུས་བསམ་པ་ཡང་ཨ་ནི་ཕྱི་སྡོད་ཁྲིམས་ཞིབ་ཁང་གི་ཨ་ལ་བྷད་ཀྱི་ཁྲིམས་ཁང་ནས་ཨ་ནི་གཉིས་ཀ་གི་མཉམ་དུ་ཅི་ཁ་སོ་རེད་ད་དེ་ཨ་གིས་བཀའ་རྒྱ་ཆེ་རུ་བ་དེ་ཁོ་རང་གིས་ད་རྩིས་མེད་བཏང་ཤག་ཡིན་པ་ནི་ལས་ད། རྙོག་དྲ་དེ་མུ་མཐུད་ནས་འགྲོ་བསྡད་རུང་བ་དེ་ཡིན་འདུག་བསམ་པ་ཡ་དེ་ནས་ཉིས་སྟོང་བཅུ་བདུན་ཟུར་ལ་ཡང་ཨ་ནི་ད་ལྟ་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཅིག་ཁ་གསོ་རེད་ད། ཁ་ཆེ་གི་ད་ཁོ་རང་ཚོ་གི་ཚོགས་པ་ཡོད་རུང་བ་དང་ན་ཤིན་ཧིན་དུ་གི་ཚོགས་པ་ཡོད་རུང་བ་དུས་ཚོད་ལ་ཡ་ཁྱེད་རང་ཚོ་ཁྲིམས་ཁང་གི་ཕྱི་ལོག་ནས་ཨ་ནི་ཅིག་ནང་ཁུལ་ཨ་ནི་ཅིག་དཀའ་ཉེ་དེ་སེལ་ཐུབ་གི་འདུག་མི་འདུག་ཅིག་ཐབས་ཤེས་འགྲོ་ཅིག་དེ་འདྲ་བྱེད་ན་ཡག་པོ་ཡོད་རེད་ལ་ནི་དེ་འདྲའི་ལམ་སྟོན་གནང་འདུག་བ་ཡིན་པ་ནི་ལ་ད་གོམས་འདྲིས་འགྲོ་ཅིག་ཁ་ཆེ་ཐོན་མི་འདུག།

ཡུལ་དཔལ་གྱི་མངའ་སྡེ་གཞུང་ནས་ནི་ཅིག་ཁ་ཆེ་གི་ནི་ཅིག་ལྷ་ཁང་དེ་འདྲས་ཅིག་རྒྱལ་ལ་ཡ་ས་ཆ་ནི་ཅིག་ལོགས་སུ་དེ་འདྲས་ཅིག་སྤྲད་དགོས་ཡ་གི་ནི་ཆེ་དེ་ཁྲིམས་ཞིག་གང་གི་མངའ་སྡེ་གཞུང་ལ་ཡ་བཀའ་རྒྱ་དེ་འདྲས་ཞིག་བཏང་ཤག། ད་ད་ལྟ་འགྲོ་བྱ་ཤ་བ་ན་ནི་རང་གི་ལྷ་ཁང་བཞེངས་ཚར་བ་ནི་ཁ་ཆེ་གི་ལྷ་ཁང་བཞེངས་འབྱོར་བ་འདི་ད་ད་ད་ནི་པུར་ལས་གི་ས་ཆ་ཅིག་འདུག་དེ་ལ་ཡ་ནི་ཅིག་ག་ཚོད་རེད་ད། ཁ་ཆེ་གི་ལྷ་ཁང་དེ་འདྲས་ཅིག་བརྒྱང་ཡ་གི་ད་ད་ཁོ་རང་ཚོ་གི་ཆ་ཤིག་དེ་འདྲས་བསྒྲིགས་ཏེ་ཤག་ད་ད་ཁོ་རང་ཚོ་གི་ལ་ཡ་ལ། དེ་ལ་ཡ།

ཉིས་སྟོང་ཉི་ཤུ་ད་ཡའི་ལོ་ལ་ཡང་ཨ་ནི་དེ་སྔོན་ཨ་དབ་ཨ་ནི་དང་ཐ་ན་ཞེས་ཨ་ནི་གཅིག་བྷི་ཇེ་པི་གི་གཅིག་ཁ་སོ་རེ་ད་ཆབ་སྲིད་ཚོགས་པ་གི་ཚོགས་མི་དེ་འདྲས་སུ་ད་ཁྲིམས་ཕོག་ཡོད་རོ་ཁྲིམས་ཐག་བཅད་ཡོད་རོ་སྟོང་ཉི་ཤུ་ལོ་ལ་ཡང་ཨ་ནི་ཁྲིམས་ཁང་གི་གཅིག་ཁོ་རང་ཚོ་ཨ་ནི་གཅིག་ཁྲིམས་ཐག་བཅད་གི་ཨ་ནི་དཔང་རྟགས་གཅིག་ཚད་ལྡན་གཅིག་མེད་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཁྲིམས་ཁང་གི་ད་ཁམས་བཅུ་དྲུག་དེ་འདྲས་བཅུ་རུ་བ་དེ་ཨ་ནི་མེད་བ་བཟོས་ཤག་དེ་ནི་ཉིས་སྟོང་ཉི་ས་བཞི་སྤྱི་ཟླ་དང་པོ་གི་ཚེས་ཉི་ས་ཉིན་གནའ་བོ་ཚོས་ཧ་གོ་རུ་བ་ཨ་ནི་ཨ། ད་ལྟ་རམ་གྱི་ལྷ་ཁང་ཡོད་རུང་བ་དེ་ཁོ་རང་གི་ནི་གཅིག་གོ་ཆའི་རྫས་གོ་ལ་དེ་ནི་བྱུང་རུང་བ་དེ་འདི་བསམ་པ་ཨ་ཡོ་དྷེ་ཡ་ལས་བྱུང་རུང་བ་དེ་ལ་ཡང་ནི་རྒྱ་གར་ས་ཕྱོགས་གང་ས་ནས་ནི་ཅི་ག་ཚོད་སྐུ་མགྲོན་དེ་འདྲའི་གལ་ཆེན་པོ་དེ་འདྲའི་མང་པོ་དེ་འདྲའི་དེ་འདྲའི་ཞུ་ཤག་འདི་ལས་ད་ལྟ་ཁོ་རང་གི་ཁ་གཏད་ཆབ་སྲིད་ཚོགས་པ་ཡོད་རུང་བ་དཔེར་ན་ཀོང་རེ་སི་དང་དུས་མཚུངས་ཀྱི་ཨ་ནི་ཅི་ག་ཚོད་རེད་དེ་ལ་ཡང་འཛུལ་ཞུགས་བྱས་ཡ་མེད་འོས་ཀྱི་དེ་འདྲའི་ཁོ་རང་གི་གསལ་བསྒྲགས་དེ་འདྲ་བཏང་ཤག་ཡིན་པ་འདི་ལས་ཡང་ཅིག་ཀོང་རེ་སི་ནང་ལོགས་ཀྱི་ཁོ་རང་གི་ཆབ་སྲིད་ཚོགས་པའི་ནང་ལ་ནི་གཅིག་ཆབ་སྲིད་པ་དེ་འདྲས་གཅིག་གཉིས་ཡང་ཧང་ཕི་གེ་ལ་གཅིག་ཁ་སོ་རེ་ཁོ་རང་གི་ཆབ་སྲིད་ཚོགས་པའི་གི་ངོས་ནས་ནི་གཅིག་ཁ་སོ་རེ་ཕི་གེ་ལ་འཛུལ་ཞུགས་བྱེད་ཡ་མེད་པ་དེ་འདྲས་གཅིག་གསལ་བསྒྲགས་བཏང་ཡོད་དེ་ཡིན་པ་ནི་ལས་ཨ་ནི་ཁ་ཤས་ཀྱིས་གཅིག་ཁ་སོ་སོ་སོའི་སྒེར་ཐོག་ནས་ཡང་ཕི་གེ་ལ་གཅིག་ཁ་སོ་རེ་འཛུལ་ཞུགས་བྱས་རོགས་དང་དེ་འདྲས་གནས་སྟངས་དེ་འདྲས་བྱུང་ཤག། ད་ཁ་ཤས་ཀྱིས་གར་འགྲེལ་བཤད་རྒྱག་ཡོད་ལབ་ན་ཨ་ནི་དེ་ཡིས་ནི་ཆབ་སྲིད་བརྩི་གི་ཡོད་རེད་གང་ཡིན་ཟེར་ན་ཨ་ནི་ད་ལྟ་གི་རང་གི་ལྷ་ཁང་གི་རུ་བ་དེ་ཡིས་ནི་ཁོ་རང་གིས་འཛུགས་སྐྲུན་བྱས་ཏེ་ཆ་ཚང་གཅིག་ཚ་ཡོད་མར་དེ་ཡིན་པ་ནི་ལས་གནས་གཅིག་གི་གང་མགྱོགས་མགྱོགས་ཀྱི་གནས་གཅིག་ག་ཚོད་དབུ་འབྱེད་མཛད་སྒོ་བྱས་འགྲོ་དང་དེ་འབྲེལ་གྱི་ཆ་ཤས་དེ་འདྲ་བསྒྲིགས་ཡོད་རེད་ལ་ནི་དེ་འདྲའི་འགྲེལ་བཤད་བརྒྱབ་ཡོད་རེད་གང་ཡིན་ཟེར་ན་ད་གཅིག་རྒྱ་གར་དབུས་ཀྱི་གནས་གཅིག་འོས་བསྡུའི་སླད་རོགས་ཡོད་རེད་བ་དེ་ཡིན་དུས་སམ་མི་མང་གིས་གཅིག་ག་ཚོད་རེད་ད་སེམས་བཀུག་ཡ་གཅིག་ཏུ་དེ་འདྲས་བྱེད་ཀྱི་ཡོད་རེད་ལ་ནི་དེ་འདྲའི་འགྲེལ་བཤད་བརྒྱག་གི་ཡོད་རེད་ཡིན་པ་ནི་ལས་ད་ལྟ་ཨ་ཡོ་དྷེ་ཡ་ས་བཅའ་བྱོས་རོགས་བ་དེ་གནས་གཅིག་ག་ཚོད་རེད་ད་གནའ་སྔ་མོ་དུའང་ཡང་ཨནི་ཅིག་ཧིན་དུ་གི་ས་ནི་ཧིན་དུ་གི་ཅིག་ས་ཆ་རྩ་ཆེན་པོ་ཡིན་པ་ཆད་ཨ་ན་ཅི་ཅི་ན་ང་ཚོ་ན་ལེནྡྲ་འགྲོ་ཆ་ཤ་ན་དུས་དུས་ད་པད University པའི་མཐོ་སློབ་པས་སྐད་ར་ཚ་བོ་བྱས་དེ་ནང་ལ་ལ་ད་ཅིག་ཁ་སོག་རེ་ད་ཆོས་དང་ཁྲིམས་དང་སྨན་དང་དེ་འདྲ་གང་ལ་ཡང་ད་བློ་སྦྱོང་བྱེད་ས་དེ་འདྲས་ཀྱི་ད་ཅིག་བསྟི་གནས་གལ་ཆེན་པོ་ཤེས་ཡོན་གྱི་བསྟི་གནས་གལ་ཆེན་པོ་དེ་འདྲས་ཀྱི་ཆ་དེ་ཡོ་རོ་ཨ། འདི་ནང་བཞིན་ཨཱ་ཡོ་དྷེ་ཡཱ་ལ་དེ་གནའ་སྔ་མོ་ཅིག་ག་སོ་རེད་ད་དཔལ་ཁོ་ར་ཅིག་ས་ཆ་དཔེ་གལ་ཆེན་པོ་ཧིན་དུ་ཁོ་རང་གི་ས་ཆ་གལ་ཆེན་པོ་རྩ་ཆེན་པོ་དང་ནང་བཞིན་ཅིག་དཔལ་འབྱོར་དང་དེ་འདྲའི་ཨེ་འདྲ་ཅིག་ག་སོ་རེད་ད་ཧ་ལས་བ་ཡོད་རྒྱུ་གི་དེ་འདྲའི་གི་ས་ཆ་ཅིག་ཆགས་བསྡད་འདུག་བ་ཕྱིས་སུ་ད་ཁ་ཆེ་གི་དེ་འདྲའི་དམག་རྒྱབ་དེ་འདྲ་བྱེད་ཅིག་ད་ཅིག་ག་སོ་རེད་དེ་འདྲའི་ཉམས་བ་དེ་འདྲའི་ཁོ་རང་ཚོ་ངོས་འཛིན་དེ་འདྲ་བྱེད་ཀྱི་ཡོད་རེད། དེ་ནི་ད་ད་ནྟ་ཡ་ག་ཅིག་གར་བྱུང་ཡོད་ལ་བས་ན་ཨ་ནི་ཨ་ཡོ་དྷེ་ཡ་ཀྱི་ས་ཆ་དེ་ལ་ཡང་ལྷ་ཁང་རམ་གྱི་ལྷ་ཁང་དེ་བརྒྱ་བ་ལ་བརྟེན་ནས་ཨ་ནི་ཨ་ཡོ་དྷེ་ཡ་ལ་ཡང་མི་དེ་འདྲ་མང་པོ་ལས་རོ་དང་དེ་རིང་འགོ་བཙུགས་རོ་བ་དེ་ཡིན་དུས་བསམ་པ་མི་མང་པོ་ལས་དུས་བསམ་པ་དེ་གས་ནི་ཨ་ཡོ་དྷེ་ཡ་ཀྱི་ཅིག་ཁ་སོ་རེ་ད་མི་མང་གི་ཅིག་ཉི་མ་ཉི་མ་གི་ད་ཚོང་ད་དེ་འདྲ་གི་ཐོག་ནས་པའི་ཡ་གྱ་འགྲོ་ཡ་རོ་དང་དེ་འདྲས་ཕན་ཐོག་ཤ། ད་ན་བཞིན་ལྷ་ཁང་བཞེང་བ་ཡིན་ན་ལྷ་ཁང་གཅིག་པོ་བཞེང་གི་མ་རོ་བ།

གཅིག་ཨ་ཡོ་དྷི་ཡ་གིས་གཅིག་སྤྱི་ཡོངས་ཀྱི་ནི་གཅིག་ཁ་ཚོར་རེད་ད་གནས་སྟངས་འདི་ཚོ་མཚུངས་ཀྱི་ཡོད་ན་རེད་དཔལ་འབྱོར་གྱི་ཐོག་ནས་གནས་སྟངས་ཡར་རྒྱས་འགྲོ་ཡ་ཆུ་རུ་ཡ་ཆུང་གི་རེད་བསམ་གྱི་འདུག་རྣམ་པ་ཚོས་ལ་ཡང་ངས་དེ་རིང་ནི་རང་གི་ལྷ་ཁང་ཆུ་རུ་འདི་གི་ནི་གཅིག་ཁ་ཚོར་རེད་ལོ་རྒྱུས་དཔེ་ཞིབ་དྲག་པོ་དེ་འདྲས་ངས་ཤེས་ཐུབ་མ་རེད་ངས་ཀྱི་ད་དེ་རིང་གཅིག་ཁ་ཚོར་རེད་མདོར་བསྡུས་འགྲོ་བ་གཅིག་དེ་འདྲས་ཅིག་རྣམ་པ་ཚོས་ཀྱི་གཅིག་ཁ་ཚོར་རེད་གནས་ཚུལ་འདི་ཨོ་ཀེ་ད་དེ་འདྲས་ཅིག་རེད་དོ་བ་བསམ་ཡ་ཆུ་རུ་བ་དེ་འདྲས་ཀྱི་གཅིག་རྣམ་པ་ཚོས་གོ་རྟོགས་འགྲོ་བ་ཅིག་བྱུང་ན་བསམ་སོང།